ང་རང་ཚོའི་ནང་ལོགས་ལ་མཚང་བྲིས་ཟེར་དེ་འདྲ་སོང་སོང་དེ་ངའི་མཚང་ཞིག་ཡིན་པ་ལ་ང་རང་ངོས་ནས་ངོ་ཚ་ཁེལ་བཞིན་མེད་མཚང་བྲིས་པ་དེ་འདྲ་ཡོད་ཚ་བ་ཉིད་ནས་མེད་ད་ཡིན་ན་ཡང། ད་ལྟ་དཔར་འབྱོར་བཀའ་བློན་མཆོག་གི་གསུང་སྟངས་ལ་བལྟས་དུས། དེ་ལྟའི་ཕར་ཆེར་མཚང་ཞིག་གི་འདི་སྟངས་འདྲ་བོ་ཅིག་ཆགས་འགྲོ་གི་མེད་འགྲོ་བསམ་བསམ་ཅིག་གི་དོགས་པ་བྱུང་སོང། དེ།
དཔལ་ལྡན་ཚོགས་གཙོ་མཆོག་དབུས་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་གི་དམིགས་བསལ་བཀའ་འཁྲོལ་དེ་ས་ཡ་བདུན་དང་གསུམ་འབུམ།

ཨ་རི་གི་སྲིད་གཞུང་གི་ངོས་ནས་རོགས་དངུལ་དེ་བསྐྱར་གསོ་བྱེད་བཞག་པ་ཇི་ལྟར་གི། ཨ་རི་གི་སྔོན་རྩིས་ནང་ལ་གཏན་འབེབས་བྱ་བཞག་པའི་གནས་སྟངས་ཅི་ཡོད་རེད། དེ་རིང་འདིར་ཁ་ཚང་དཔལ་འབྱོར་བཀའ་བློན་མཆོག་གི་སྤྱི་ཡོངས་ཀྱི་སྔོན་རྩིས་ཀྱི་གསུང་བཤད་ཀྱི་ནང་ལོགས་ལ་དེ་རིང་ང་ཚོས་ལུས་སྟོན་བྱེད་སྟངས་དང།

སྔོན་མ་ཉམས་མྱོང་ཡོད་ཉེས་འགེལ་གྱིས་ཉེས་སློབ་སྦྱོང་ཡོད་ཉེས་མང་པོ་ཞུ་ཅིག་ཐོན་སོང་རེད་ཟེར་ད་ལྟ་ཕྱི་ར་ཡོད་མ་རེད་ཟེར་གྱི་གནས་སྟངས་དེ་འདྲའི་གོ་ཡ་འདུག་དེ་འདྲའི་འདི་འདི་ཚོ་གི་གནས་སྟངས་གི་ཐོག་ལ་འཆར་གཞི་ག་རེ་ཡོད་གྲ་སྒྲིག་ག་རེ་ཡོད་དེ་གི་ལས་དོན་གི་ཐོག་ལ་ཅིག་གནད་འགག་ཆེ་ཤོས་གྲ་སྒྲིག་ག་འདྲ་བརྩིགས་ཡོད་ན། དྲི་བ་གཅིག་དེ་ཡིན། དེ་ནས་གཉིས་པ་དེ་ལ་ད་སྔོན་མ་དཔེ་ཆ་ཐད་ཀར་ལེན་ཡག་ང་ཚོའི་རོགས་ངོ་རོགས་གཉིས་ཐད་ཀར་ལེན་ཡག་གི་འཆར་གཞི་ཞིག་བྱས་རེད་དེ་དང་འབྲེལ་བའི་ཐོག་ནས། དང་པོ་དེ་ལ་བར་ཆད་སྤྱི་ཚོགས་ཡར་རྒྱས་ཐེབས་ཚད་ལ་འཇོག་ཞག་པ་གི་དེ་ངའི་ཐང་ག་དེ་ནོར་མེད་ན་ག་རུ་ཉི་ཤུ་རྩ་ལྔ་ཞིག་རྒྱག་རི་གི་སྒོར་མོ་ད་ཁྱི་བ་ཉི་ཤུ་རྩ་ལྔ་ཞིག་འབྱོར་ཡོད་ས་ཡོད་དེ་ནས་ལོ་སྟར་ཆགས་ང་ཚོ་གི་བསོད་གྲྭ་བོད་མི་གི་ད་དགུན་ཚོང་བ་རྣམས་ལ་སྐྱེ་ཁ་ཆོང་ཆོང་གང་ནས་མ་གཡར་ནས་ཅིག་གནང་གོ་རེ་ཆ་ཚང་འདི་ཚོ་ཡི་དི་དེ་གི་གནས་སྟངས་དེ FCRA གི་ད་ང་ཚོའི་ཆག་ཆག་ངར་ལེན་པའི་ཆོག་པའི་གི་ཁྲིམས་གི་ཐོག་ནས། དེ་ལས་ཆེས་དེར་ཏག་ཏག་བསྡད་ཡོད་རེ་ཡོད་མ་རེད། དེ་གི་ཐབས་ལམ་དེ་མ་འོངས་པ་ལ་ཡང་མུ་མཐུད་དུ་ང་ཚོ་ཁྲིམས་ཐོག་ནས་དཀའ་ངར་མ་སྤྲད་པ་དང་ད་ལྟ་ང་ཚོས་ནམ་རྒྱུན་གྲོས་ཚོགས་ནང་ལ་སོང་བསྡད་པ་དང་སྤྱི་ཚོགས་ནང་ལ་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་སོང་བསྡད་པ་གིས་ང་ཚོས་རོགས་ངེས་རག་བསྡད་པ་དེ་ཚོ། དུས་ཚོད་ཀྱི་ནང་ལ་འགྲོ་སོང་བཏང་མ་ཐུབ་པ་ཡིན་ན། དེ་ནས་བརྒྱ་ཆ་བརྒྱ་ཆ་གྱར་ལྔ་འགྲོ་སོང་བཏང་མ་ཐུབ་པ་ཡིན་པ་ཡིན་ན། དེ་ནས་ཁྲལ་དང་ཆད་པ་དང་དེ་འདྲའི་སོང་ལས་མང་པོ་ཞིག་ཡོད་རེད་དེའི་སྒང་ལ་དེ་འདྲའི་གླེང་བ་གི་ཉེན་ཁ་དེ་ཡོད་རེད་ཡོད་མ་རེད། དང་ནང་བཞིན་གྱི་དེའི་བེ་ཤ་དེ་ཨ་རིའི་སྲིད་གཞུང་གི་སྒང་ལ་དམིགས་པ། དེའི་གི་ང་ཚོའི་སྡེ་ཚན་དེའི་སྒང་ལ་ཚེ་ཡོང་ཐུབ་ཡག་གི་ལམ་ཁ་དེ་ཡོངས་སུ་འགག་ཚར་བས་ད་དོ་རེ་བ་ཞིག་ཡོད་རེད་ཟེར་ནའོ་དེ་དྲི་བ་ཞིག། ད་ལྟ་དེའི
ཨ་རིའི་གཞུང་གི་རོགས་དངུལ་དེ་ག་དེ་བོད་ཀྱི་ཐེབས་རྩ་གི་བརྒྱུད་ནས་ཡོང་སྡད་དེ་མང་ཆེ་བ་ཅིག་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་བརྒྱུད་ནས་ང་ཚོ་ལེན་གྱི་ཡོད་རེད། བར་ལམ་གཅིག་ལ་ད་ལྟ་བཀའ་ཤག་དེ་ཡར་མ་སླེབས་གོང་ལ་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ལ་ཡང་ཕྱི་དངུལ་རོགས་དངུལ་ལེན་ཡག་གི་བར་ཆད་ཅིག་བྱུང་བ་རེད། བར་ཆད་བྱུང་ཡག་དེ་ཡང་ང་ཚོས་ལན་འདོམས་གནང་ལོང་ལ་བཀོད་སྟངས་གི་ཐོག་ནས

བཀའ་ཤག་གིས་དཔལ་འབྱོར་ལས་ཁུངས་ལ་ཡང་དེབ་སྐྱེལ་བྱེད་བཞག་པའི་སྒྲིག་འཛུགས་ཁག་ཅིག་ཡོད་པས་སོང་ཙང། སྤྱི་ཚོགས་ཡར་རྒྱས་ཐེབས་རྩ་དེ་ཕྱི་ངོས་རང་རང་གི་ལས་ཡང་ལ་ཡང་བཞག་བཞག་བས་ཡིན་ན་ནི་ལས་འདོམས་འཛུགས་ཡག་མ་བྱེད་དུས་བསམ་པ་མ་འཁྲུག་གི་ཡག་ཙང། དེ་འདྲའི་ཅིག་ཁྱད་པར་ཅིག་མཐོང་ནས། ཁ་སུ་རེད། དཔལ་འབྱོར་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ནང་ལོགས་ལ་ཕྱི་ངོས་རང་ངོས་དེ་ལས་མོ་བ་བྱས་ཕྱི་ངོས་རང་ངོས་ལས་ཡང་འཛུགས་བཞེད་པ། ད་ལྟ།

གཙོ་བོ་དེ། ཁར་སོ་རས་ཕྱི་རྒྱལ་རོང་རང་ལས་ཡང་ལས་ཡང་གཙོ་བོ་བྱས། ཨ་ནི་ནང་གི་ངོས་ལས་ཡང་བཟོ་ངོས་ཁང་གཞན་པ་བེད་སྤྱོད་དང་དེ་གཉིས་མཉམ་བསྲེས་མ་བཏང་བ་བྱས་བྱས་དོ་བོ་མ་འགྲོ་ཡ་དང་མ་འོངས་པ་དཀའ་ངལ་མ་འཕྲད་ལ་ཡ། བསམ་བཏང་བྱས་འདུག་བཞིན་ནི་ཡོད་བཞིན་ནི་ཞུ་ཡ་ཅི་དང། ལས་དོན་བྱེད་ཕྱོགས་ལ་ཁ་ཆེའི་ངས་དཀའ་ངལ་ཞུ་ཡ་དེ་འདི་རེད་ད་རོང་ངོས་ཀྱིས་ཆེས་མཚམས་འགག་བྱས་ཡོང་དུས་དང། ཨ་རིར་ལོ་མཚམས་བརྩིགས་སྟངས་དེ་ཁ་ཁ་ཡོད་པའི་རྒྱུ་མཚན་དེ་ནི་རེད། ཨ་རི་སྤྱི་བཏང་གི་བོད་མིའི་སྒྲིག་འཛུགས་ཀྱིས་བོད་མིའི་སྒྲིག་འཛུགས་ལ་དངུལ་ག་འདྲ་ཅིག་རོགས་དངུལ་ག་འདྲ་ཅིག་རག་གི་ཡོད་པ་ཡིན་ནའི། རོགས་དངུལ་རག་སོང་ཟེར་ལབ་ནི་གོ་དཀའ་དེ་ལྕི་པོ་མ་རེད། རོགས་དངུལ་ལེན་ཡ་དེ་ཚད་དང་ལྡན་པ་རྒྱ་གར་གཞུང་གི་ཡུལ་ཁྲིམས་དང་མཐུན་པ་ལེན་ཐུབ་ཡ། ཨ་ནི་རྒྱ་གར་གཞུང་གི་ཡུལ་ཁྲིམས་གཞན་པ་དེ་ག་དེའི་ཚང་མ་ལོ་མཐུན་ཐུབ་པ་བཟོས་ཡ་དང་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སྒྲིག་གཞི་ཁག་དང་ཚང་མ་ལོ་མཐུན་པ་བྱེད་ནས་འགྲོ་དགོས་ཀྱི་ཡོད་དུས་ཚང་མ་ལ་ཕྱོགས་མང་པོ་ནས་བསམ་བློ་བཏང་དགོས་ཡ་གི་གནས་སྟངས་ཇེ་ཆགས་ཀྱི་ཡོད་རེད་རང་ངོས་ག་དུས་ར་བ་ཡིན་ནས་ག་འདྲས་སུ་བཏང་ག་བ་ལ་བཏང་དགོས་ཁུངས་ག་འདྲས་སུ་བཏང་དགོས་ཀྱི་རེད་རྩིས་ཁྲ་ག་འདྲས་སུ་ག་གི་ནང་ལ་བཏང་དགོས་ཆ་ཚང་གཅིག་གིས་བྱས་ཙང་དཔལ་འབྱོར་ལས་ཁུངས་ཀྱིས་སྤྱི་ཡོངས་ཀྱི་གནས་བབ་དེ་རྒྱུས་ལོན་བྱས་པ་ཡང་བྱུང་བ་ཡིན་ན་ནི་ག་ནས་ག་བར་བྱེད་དགོས་ཀྱི་ཡོད་མེད་ཆ་ཚང་གཅིག་འགྲོ་སྟངས་དེ་ཤེས་པ་ཆགས་ཀྱི་ཡོད་རེད་དེ་ད་ལྟ་བར་དུ་ང་ཚོ་འདས་པའི་ལོ་བཞི་ནང་ལོགས་ལ་དེ་བཟོ་ཐུབ་སོང་ཟེར་ནས་བཞུགས་ཡོད། ལས་རྗེས་མང་པོ་ཐོན་སོང་གསུང་ཡ་དེ་ལས་རྗེས་ད་ལྟ་ཐོན་ཡ་མང་ཆ་གཅིག་ག་རེ་སོ་རེད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་ལས་བྱེད་དེ་འདྲས་ཐོན་པ་རེད་དེ་ནང་ལོགས་ནས་ད་ལྟ། ཁྱེད་ཚོས་ཡར་རྒྱས་ཐེབས་རྩ་གནང་ལོ་ལས་ཡང་ང་ཚོ་ད་འདོད་དམིགས་སུ་བཀར་བྱས་ལས་བྱེད་གསོ་སྐྱོང་བྱས་ནས་ད་ལས་གཞི་དང་འབྲེལ་བའི་ཐོག་ནས་ཆེད་ལས་རང་སྒྲུབ་ཐུབ་ཡ་ལས་ཡང་འབད་བརྩོན་ཅིག་བྱས་བསྡད་ཀྱི་ཡོད་རེད་ད་ལྟ་ལས་བྱེད་རྒན་པ་ཡོད་དེ་ངས་ཚོ་མང་ཆེ་བ་ཅིག་བསྡད་བསྡད་ཡོད་གཞན་པ་ལས་བྱེད་དཔལ་འབྱོར་ལས་ཁུངས་གཅིག་པོ་མ་རེད་ཁྱེད་ཚོས་གྲོས་ཚོགས་ནང་ཀ་མེད་བྱུང་མེད་ལ་ཕྱིན་ཅི་ནས་ལོ་གཅིག་ནང་ལོགས་ལ་ཡང་རྒས་ཡོལ་འཕེལ་ངེས་དང་གསར་ཁང་འགྲོ་ངེས་མཚམས་ལོགས་རྫོངས་པ་ཡིན་ན་ལྔ་བཅུ་ང་བཞི་བཅུ་འདས་པའི་ལོ་གཉིས་ནང་རེ་རེ་རེ་ལོ་རེ་རེ་རེའི་ནང་ལོགས་ལ་ལྔ་བཅུ་ང་བཞི་ང་བཞི་ཆགས་བསྡད་ཡོད་དོ། དེ་ཡིན་དུས་ཚང་མ་འདི་དཔལ་འབྱོར་ལས་ཁུངས་གཅིག་པོ་གིས་ཁེལ་བྱེད་མཁན་མ་རེད་བོད་མི་རིགས་ཚོའི་ཁྱོན་ཡོངས་ནས་ཐོན་འགྲོ་ངེས་དེ་འདྲ་ཡོང་གི་ཡོད་རེད་བྱས་ནས་ཨེ་ད་ལྟ་ལས་ལས་ཅིག་བྱེད་བཞིན་པ་འདི་གའི་འདི་ཨ་ནི་ལས་དོན་དག་རང་ག་ལ་ཡང་ཉམས་མྱོང་ལོ་མང་པོ་ཅིག་བསགས་ཆེད་ལས་ཀ་བྱེད་བསྡད་ཀྱི་ཡོད་ཕྱིན། འདི་ཞུ་ཡ་ཡིན། ཨ་ནི། ངས་མ་ཀུ་རོར་མང་པོ་ཅིག་ཨ་རིའི་གཞུང་ནས། བོད་གདོང་གི་ལས་ཤིག་ཆེད་དུ་སླེབས་བྱས་ད་ལྟའི་ང་ཚོ་རྒྱ་གཞུང་གི་དཀའ་ངལ་ཁྲིམས་ཀྱི་དཀའ་ངལ་གྱིས་ཁྲལ་བྱས་ཨེ་ད་ལྟ་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ལ་ལྷག་བསྡད་ཡོད་པ་འདི་ལྟ་བཀུར་འོས་སྤྱི་འཐུས་རྣམ་པ་ཚོ་མ་ཤེས་པ་ཡོད་མ་རེད་ང་ཚོའི་གྲོས་ཚོགས་འདི་ནའང་གླེང་སློང་མང་པོ་བྱུང་ཟིན་པ་རེད་ད་ད་ལྟ་ཁྲིམས་རྒྱལ་གྱི་ཡོད་རེད་ཡོད་མ་རེད་ཞེས་བཀའ་མོལ་མཛོད་ཡིན་པ་ཡིན་ནའི་ད་ད་ལྟའི་དུས་ཚོད་ལ་ང་ཚོ་གྲོས་ཚོགས་འདི་ནའང་ཕྱི་གསལ་ནང་གསལ་ཞིབ་པོ་གཅིག་བྱེད་ཀྱི་ཡོད་རེད་དེ་མ་ཏོ་ཅིག་གིས། གལ་སྲིད། ད་གནས་སྟངས་འདི་ལས་ཡོལ་བའི་དབང་དུ་བཏང་བ་འདྲ་བོ་བྱིན་པ་ཡིན་ན། ང་རང་ཚོའི་སྒྲིག་འཛུགས་ཀྱི་གནས་བབ་ཀྱི་གནས་སྟངས་ཀྱི་དབང་གིས་དེ་འདྲ་འདྲ་བོ་བྱིན་ཡོད་པ་ཡིན་ན་གྲོས་ཚོགས་འདི་འདྲའི་ནང་ལོགས་ལ་གྲོས་ཚོགས་ནང་ལོགས་ལ་ཡང། དྲི་བ་འདི་རིགས་འདྲ་བོ་དེ་ནས་བཏང་ཆེད་ང་རང་ཚོ་ང་རང་ཚོ་ཚང་འཁྲུལ། ཨེ་རྒྱ་གར་གཞུང་ནས་ཡང་དཔང་རྟགས་ཕར་སྤྲད་ངན་གསོ་འདྲ་བོ་ཅིག་བྱས་པ་ཡིན་ན་ང་ཚོ་ག་ཚོད་ཏག་ཏག་བསྡད་ཀྱི་ཡོད་ན་མེད་ན། འཛིན་སྐྱོང་གི་འགྲོ་སྟངས་དང། ཁོ་རེ་སྤྱི་འཐུས་རྣམ་པ་ཚོ་མཆན་འགོད་ཀྱི་ཡོད་ན་ང་ཚོ་ཐབས་ལམ་གཞན་པ་ཏན་ཏན་ཡོད་རེད་སྤྱི་འཐུས་རྒྱུན་ལས། རྒྱུན་ནས་མཁྱེན་ཡག་གི་ཐབས་ལམ་ཡོད་རེད་ཞེས་པ་ག་རེ་ཡིན་ནས་ཡོད་དེ་ཡིན་ནས་ད་ལྟའི་འདི་ལ་ང་ཚོ་ག་རེ་ཞུ་ཐུབ་ཀི་རེད་ཞུ་བ་ཡིན་ན། ད་ཁྲིམས་དང་མཐུན་པར་འགྲོ་ཡ་རང་གི་ཆེད་དུ་ང་ཚོ་འདིའི་སྒང་ལ་གོ་བསྡུར་རབ་དང་རིམ་པ་མང་པོ་ཅིག་བྱུང་བ་རེད། ད་ལྟ་དངུལ་དེ་གི་གནས་བབ་ག་རེ་ཆགས་བསྡད་ཡོད་རེད། ཨན་དེ་སྔོན་ལ་ཡང་གྲོས་ཚོགས་ནང་འགྲེལ་བཤད་བརྒྱབ་པའི་སྐབས་ལ། ཕྱི་རྒྱལ་རོགས་དངུལ་གྱིས་ཕྱི་རྒྱལ་རོགས་ཚོགས་འཛུགས་དངུལ་སྤྲད་པའི་སྐབས་ལ་དངུལ་བེད་སྤྱོད་ཏང་ཡག་གི་ཆེད་དུ་སྤྲད་ཀྱི་ཡོད་རེད་མ་གཏོགས་ས་ཡག་གི་ཆེད་དུ་སྤྲད་ཀྱི་ཡོད་མ་རེད་ཞེས་མཚན་སྙན་ཞུས་པ་ཡིན། དེ་ཡིན་པ་ཡིན་ན་ད་ལྟ་འདིས་ཨེ་དངུལ་བཞག་བཞག་བ་དེ་ཁྲིམས་ལྟར་འགེལ་གྱི་ཡོད་རེད་འགེལ་གྱི་ཡོད་མ་རེད་ཞེས་ནས་གསུང་གསུང་གི་ཡོད་རེད། ད་དེ་ཚོའི་རིགས་དེ་མ་འོངས་པ་གལ་སྲིད་མཆན་དགོས་ཀྱི་ཡོད་ན་བཀའ་ཤག་ལ་ཁ་ཐུག་བཀའ་འདྲི་གནང་ནས་འདྲི་གི་རེད་ཡིག་ཐོག་ནས་དྲི་བ་དྲིས་ཡ་ཡོད་རེད་ཡིན་ནས་ད་རིང་དེ་ང་ཚོ་ལན་རྒྱབ་ཡ་ལས་ཡ་ཐེ་ཚོམ་གས་མེད། ཕ་རེས་ཟིན་ན་དེ་སྔ་ནས་བཀའ་ཤག་སྐབས་ད་ལྟ་འདི་བཅུ་དྲུག་མ་སླེབས་སྔོན་ནས་འགྲོ་སྟངས་གཅིག་བཟོས་བཞག་འགྲོ་སྟངས་བཟོས་ཡས་དེ་ང་ཚོའི་གི་དངུལ་དེ་དངུལ་ཁང་ནང་ཡོད་རེད་དུས་བཀག་བཅད་ཇུས་ནང་བཞག་ཡོད་རེད་འདི་གཏའ་འཇོག་སོ་རུ་བྱས་བྱས་ཨ་ནི་དངུལ་ཁང་ནས་ཚུར་དངུལ་བླངས་ནི་ཚོང་པ་ཚོ་ལ་མང་ཡག་གི་ཡོད་རེད་འདི་ཡིན་འདི་བསམ་པ་འདི་དངུལ་དེ་ཨ་ནི། ཐེབས་རྩ་གཅིག་དཔལ་འབྱོར་ལས་ཁུངས་ཀྱི་ཐེབས་རྩའི་ངོ་བོ་ལ་འགྱུར་ཚར་བས་སོང་ཙང། ཨ་ནི་ད་ལྟ་འདི་མཐར་གྱི་ཡོད་རེད་ང་ཚོ། སྐབས་དེ་དུས་རོགས་ཚོགས་ཀྱི་དངུལ་སྤྲད་ངེས་ཡིན་པ་ཡིན་ནས། ཨ་ནི་རྗེས་ལ་ང་ཚོ་བཀའ་འཁྲོལ་ཞུས་ནས་རོགས་ཚོགས་ལ་ཡང་བཀའ་འཁྲོལ་ཞུས། འདི་ཐེབས་རྩ་གི་ངོ་བོ་ལ་འགྱུར་ན་འགྲིག་གི་རེད་བས་ང་ཚོར་དཀའ་ངལ་དེ་འདྲ་དེ་འདྲ་འཕྲད་ཀྱི་འདུག་ཟེར་ནས་ཞུས་ནས་ད་འདི་ལོ་མང་པོ་ཕྱིན་ཚར་བ་རེད། དེ་ད་ལྟའི་བཀའ་ཤག་དེ་གི་དུས་ཡུན་གཅིག་པོ་མ་རེད། དེ་མངལ་ནས་བཟོས་ཟིན་པའི་གི་སྐད་ཆ་ཅིག་རེད་དེ་ད་ལྟ་ང་ཚོ་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད། ད་ད་ལྟ་ཡིན་པ་ཡིན་ནས་ང་ཚོ་གཅེས་ཆུང་བྱེད་ཡ་དེ་ཡང་དེ་རེད་དངུལ་ཁང་ལ་ང་ཚོའི་ཕར་སྤྲད་ཡ་དེ་བརྒྱ་ཆ་དྲུག་དེ་ཆ་ག་སི་ད་ག་འདིར་ད་དངུལ་ཁང་གི་ནམ་རྒྱུན་ཚུགས་ཡ་ཡ་གི་བརྒྱ་ཆ་དང་ཕར་སྤྲད་ཡ་གི་བརྒྱ་ཆ་དེར་བརྒྱ་ཆ་གཅིག་ཞིག་བྱེད་པ་ཡོད་རེད་དེ་ད་ལྟ་བར་དུ་དཔལ་འབྱོར་ལས་ཁུངས་ཀྱི་གྱོང་གུད་ཁེ་ཆེ་ནི་སུ་ར་ཚོང་ཡ་ལི་ཡ་དེ་མ་ཡིན་པའི་གི་ཚོང་པ་གཞན་པ་ལ་ད་གཡག་གོ་ཡ་དེ་གའི་དེ་ལོ་ད་བར་ཞིག་གཡག་དེ་གི་ཡོད་རེད་དེའི་སྔོན་རྩིས་དེ་ད་ལྟ་འདིའི་ནང་ལོག་ལ་གསལ་དེ་ཡོད་རེད་ལོ་གཅིག་ནང་ལོག་ལ་ག་ཚོད་ཡོད་མཁན་ཡག་གི་ཡོད་མེད་དེ་དེ་ཡིན་དུས་བསམ་པ་ད་ལྟ་ང་ཚོ་རྒྱ་གར་གཞུང་གི་ཁྲིམས་དང་མ་འགལ་བའི་གི་ངོ་བོ་ཐོག་ནས་འགྲོ་དེ་གི་ཡོད་རེད་ད་ལྟ་བར་དུ་རྩིས་ཞིབ་ཟིན་པ་དེ་ཚོའི་ནང་ལོག་ལས་རྒྱ་གར་གཞུང་གི་དེ་འགྲིག་མ་རེད་ཞེས་བྱས་སྟོན་པ་དེ་འདྲ་བྱུང་མ་སོང་བྱས་ནས་འདི་ཞུ་གི་ཡོད་ཡང་ག་ཤེད་ང་ཚོའི་གནས་སྟངས་གོ་བ་ནས་གྲོས་ཚོགས་ནང་དྲི་བ་དྲིས་འོས་པ་དང་མ་འོས་པ་ཐ་མ་ནས་ཅི་རིགས་ཅིག་ཡོང་གི་འདུག་གྲོས་ཚོགས་འདིའི་ནང་ལོགས་ལ་ཡང་བཀའ་ཤག་གི་ཆ་ཚང་ཅིག་བཤད་དགོས་ཀྱི་ཡོད་པས་སོ་འཛིན་སྐྱོང་གི་གསང་བ་ཟེར་ཡག་དང་དེ་ཚོ་ཐེངས་འགའ་དེ་རྩ་བ་ཉིད་ནས་གོ་གི་མེད་པའི་རྣམ་པ་སོ་ལོ་ཇི་གས་དེ་འདྲ་བྱས་ཡོང་པ་ཡིན་ན་ང་ཚོ་ལས་ཀ་ལ་ཡང་མ་འོངས་པ་དོགས་པ་ག་ཚོད་འགྲོ་གི་ཡོད་མེད་དེ་དགོངས་པ་བཞེས་དགོས་རེད་མ་གཏོགས་ཅི་གི་ཨ་རི་ཚང་མ་ལོ་ཕྱི་གསལ་ནང་གསལ་བྱེད་ཐུབ་ཀྱི་རེད་དང་མ་རེད་དེ་བཀའ་ཤག་སྐབས་བཅུ་དྲུག་ཐོག་མ་སླེབས་པའི་སྐབས་ནས་ལབ་ཡིན་ཕྱི་གསལ་ནང་གསལ་བྱེད་དགོས་དེ་ཆ་ཚང་བྱེད་ཀྱི་ཡིན། རེད་བ། ཡིན་ནས་ཕྱི་གསལ་ནང་གསལ་བྱེད་མ་ཐུབ་པ་དེ་ག་དེ་གྲོས་ཚོགས་ལས་ཡར་གསུངས་དགོས་ཀྱི་རེད་ཞེས་གསུངས་པ་ཡིན་ན་དེ་ད་ལྟ་བསྡད་ཀྱི་མ་རེད་བ། ལུང་པ། ང་ཚོ་དེ་ད་ད་ལྟ་བཙན་བྱོལ་བའི་གཞུང་གཅིག་ཆགས་བསྡད་ཡོད་རེད། དེ་ལས་ལས་ཀ་བྱེད་སྟངས་ཡོད་རེད། དེ་ཡིན་པའི་སོང་ཙང། ཨ་ནི་དྲི་བ་ག་རེ་བཏང་དགོས་དང་མི་དགོས་དང་ང་རང་ཚོ་ལ་ཕན་ཁེ་ཕན་ག་རེ་འདུག་ཁེ་ཕན་ག་རེ་མི་འདུག་དྲི་བ་དེ་གས་ཀྱི་ལན་དེ་གས་དེ་གལ་སྲིད་རྒྱབ་དགོས་ཐུབ་པའི་དབང་དུ་བཏང་བ་འདྲ་བོ་བྱིན་པ་ཡིན་ན། ཨ་ནི་དེ་ཚོ་བྱང་ག་དེ་གས་སུ་ལ་ཕན་ས་རེད་ལན་དེ་གས་དེ་གས་སུ་ལ་ཕན་ས་རེད་དེ་ཚོ་གས་དགོངས་པ་བཞེས་དགོས་ཡ་གནས་སྟངས་ཅིག་གྲོས་ཚོགས་ལ་ཕྱི་གསལ་ནང་གསལ་བཟོ་དགོས་ཡ་དེ་ང་ཚོ་འགན་རེད། ཡིན་ནས་དེ་བརྒྱུད་ལམ་གཞན་པ་གི་ཐོག་ནས། རྣམ་པ་ཚོས་མཁྱེན་ཐུབ་པ་བཟོ་ཡག་གི་ཐབས་ཤེས་ཡོད་རེད་གྲོས་ཚོགས་འདིའི་གནང་ལོག་ལས་ཡིན་པ་ཡིན་ནའི་སྐར་རྟགས་ཅན་དང་སྐར་རྟགས་མ་ཡིན་པའི་དྲི་བ་ཞེས་པ་འདི་བཟོ་དགོས་ཡག་གི་རྒྱུ་མཚན་ཡོད་རེད་ཅེ་ད་ལྟ་བར་དུ་སྐར་རྟགས་མ་ཡིན་པའི་གི་དྲི་བ་ལྟ་ངེས་མེད་པ་ཚང་མ་ལོག་གི་སྐར་རྟགས་ཅན་གི་དྲི་བ་ད་ད་ལྟའི་ཉུང་ཤས་འགྲོ་བའི་ཆ་དེ་ཡོད་རེད་དེ་འདི་ཚང་མ་ལ་ཡང་གྲོས་ཚོགས་ཀྱི་ལས་རིམ་ནང་ལ་གཟིགས་པ་ཡིན་ན་འགྲོ་སྟངས་མང་པོ་ཡོད་རེད་ལ། ཨ་བོད་མ་སྤྱི་བདེ་ལྷན་ཚོགས་དང་བཀའ་ཤག་གི་འབྲེལ་བའི་པ་ར་འདྲ་བོ་བཞིན་པ་ཡིན་ནའི་དེའི་པ་ར་ལ་བཞག་དགོས་ཡ་དེ་འདྲའི་མང་པོ་ཅིག་ཡོད་རེད་དེ་ཚོའི་ཕྲན་ག་དེ་ག་བ་ག་བ་ལ་བཞག་དགོས་ཀྱི་ཡོད་མེད་ཚང་མ་གྲོས་ཚོགས་ནང་སྤུངས་དགོས་ཀྱི་ཡོད་མེད་དེ་ཚོའི་ཕྲན་ག་དེ་དགོངས་པ་བཞེས་དགོས་ཡ་དེ་གལ་ཆེན་པོ་རེད་ཤག། ཨ་རིའི་སྐབས་གཅིག་གྲོས་ཚོགས་ནང་དྲི་བ་དྲིས་ཚར་དུས་འཛིན་སྐྱོང་གི་ལན་མ་འཇལ་བ་ཡིན་ན་ཡང་གྲོས་ཚོགས་འཛིན་སྐྱོང་གི་འགན་མ་ཁེ་བེད་ཀྱི་རྣམ་པ་སུ་ལོ་ཅི།

ཨ་ལན་བརྒྱ་དང་མ་འཇོག་བབས་སྲིད་རེད་གསུངས་དུས་ཨ་ཏི་ཞོན་པ་ཞིག་གང་ཡོང་ཡ་མ་ཏོ་ཅིག་གི་ཚོགས་གཙོ་རྣམ་པ་གཉིས་ཀྱི་སྟངས་འཛིན་དེ་ཚད་ལྡན་ཅིག་ཡོང་གི་ཡོད་ནའང་མེད་ནའང་བསམ་ཡག་གི་ད་དོགས་གཞི་རེད་སྔོན་དགོངས་བཅད་གནང་རོགས་གནང་ཞེས་ནས་རེ་སྐུལ་ཞུ་གི་ཡོད་མ་ཏོ་ཅིག་གི་ཚོགས་གཙོ་རྣམ་པ་གཉིས་ལ་བཀའ་བཏང་ཡ་ནི་ཡོད་མ་རེད་འོང་འདུག་སྲིད་རེད་བྱས་ཙང་ད་ལྟའི་སྐབས་ལ་ང་ཚོ་ཏི་ཁྲིམས་ཐོག་ནས་ཏག་ཏག་བསྡད་དེ་ཡོད་ཞེས་ནས་ངོ་བོ་ཏི་ཐེབས་རྩའི་ངོ་བོ་ཐོག་ལ་ཡོད

ད་གཙོ་བོ་གིས་རྒྱུན་གྲོན་སྒང་ལ་བགྲོ་གླེང་དེ་དང་གོང་ད་ཁུལ་གཅིག་ནས་གཅིག་མ་ཏུ་སོང་ཡོང་བར་བྱས་ཙང། དེ་ནས་ཡིན་ཏེ། ངེད་ཀྱི་ད་ལྟའི་ཆར་ལས་གྱུར་པ་ཞིག་ལ། དེ་ནི་ཕ་འབྱོར་བཀའ་བློན་དང་དག་སྣ་ཧྲེང་གི་དྲུང་ཆེ་གི་དབུས་པའི་ལས་བྱེད་ཡོངས་རྫོགས་ཀྱིས་འབད་པ་ཆེན་པོ་བྱས་ནས། ད་ལྟ་ང་རང་ཚོས་ལས་དོན་མང་པོ་ཞིག་རྒྱུན་མཐུད་ཐུབ་པ་གི་གནས་སྟངས་བྱུང་ཡོད་རེད། དེ་ཚོ་ཚང་མ་ལ།

ཀྱི་དང་པོ་ཚུར་རོགས་ཚོགས་འབྱོར་སྟངས་དང་རྗེས་སུ་དེ་གོ་ཕོད་བོད་ལ་དེ་ཚོ་བཟོས་བའི་གནས་སྟངས་ཚང་མ་ཤེས་ཀྱི་ཡོད་ངེས་དེ་ད་འདི་གནས་སྟངས་ལ་ཁྲིམས་མཐུན་གྱི་གནས་སྟངས་གང་འདྲ་ཆགས་ཡོད་ན་ཟེར་དེ་དྲིས་རེ་ལན་དེ་རྩ་བའི་རགས་སོང། ཡིན་ནའང་དཔར་འདེབས་དཔར་འབྱོར་བཀའ་བློན་མཆོག་གི་དེ་ལ་ཚིག་གཅིག་བེད་སྤྱོད་བཏང་སོང། ང་རང་ཚོའི་ནང་ལོགས་ལ་མཚང་བྲིས་ཟེར་དེ་འདྲ་གསུངས་སོང་དེ་ངའི་མཚང་ཞིག་ཡིན་པ་ལ་ང་རང་ངོས་ནས་ངོས་འཛིན་སྐྱེ་བཞིན་མེད་མཚང་བྲིས་པ་དེ་འདྲ་ཡི་རྩ་བ་ཉིད་ནས་མེད། ད་ཡིན་ན་ཡང། ད་ལྟ་སྤར་ཆོས་བཀའ་བློན་མཆོག་གི་གསུང་སྟངས་ལ་བལྟས་དུས། འདི་ལྟའི་གཟིགས་ཕར་ཆེན་ཚང་ཞིག་གི་འདི་སྟངས་འདྲ་བོ་ཅིག་ཆགས་འགྲོ་གི་མེད་དོ་བསམ་བསམ་ཅིག་གི་དོགས་པ་བྱུང་སོང། དེ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་ཡིན་ལབ་ན། གྲོས་ཚོགས་ར་བ་འདིའི་ནང་ལ་གླེང་ཆོག་པ་དང་གླེང་མ་ཆོག་པ་གི་ཅིག་བསམ་བློ་བཏང་དགོས་ས་གནས་ཀ་མང་པོ་ཡོད་རེད་གཙོ་བོ་དེ་བདེ་སྲུང་གི་ལས་དོན་བཀའ་ཤག་གི་ཆབ་སྲིད་དང་འབྲེལ་བའི་ལས་དོན་དེ་ཚོ་གང་ལ་ཡོད་རེད། འདི་ཚོའི་ཁྲིད་དེ་དཔལ་ལྡན་སྤར་ཆོས་བཀའ་བློན་མཆོག་གི་གསུང་པ་ནང་བཞིན་གི་དཔེ་ཆ་དེ་ཚུད་སྟངས་རེད། ང་ཚོས་ད་ལྟ་དངུལ་ཁང་ནང་ལ་ཡོད་རེད་བྱས་ཚེ་དེ་འདྲའི་འདིའི་སྐོར་རྦད་དེ་གཅིག་གསང་ཞོག་དགོས་ཡ་དང། ང་ཚོས་དེ་ལ་རྐུབ་ཞོར་ཅིག་ཐོན་འགྲོ་གི་ཡོད་པ་དང་དེ་འདྲའི་གི་གནས་སྟངས་བཅས་ལ་ངས་དངོས་དོན་སྐད་བྱེད་ཀྱི་མེད། འདི་གླེང་དགོས་པ་ཞིག་དང། གལ་ཆེན་པོ་ཕྱི་གསལ་ནང་གསལ་བྱེད་དགོས་པའི་གནད་འགག་གཙོ་བོ་གཅིག་དང་དཔལ་འབྱོར་རེད་ང་ཚོ་དེ་ཡང་སྤྱི་ཚོགས་ཡར་རྒྱས་ཐེབས་ཚད་ཀྱི་རྒྱུ་ནི་ཨ་རིའི་གཞུང་གི་རོགས་དངུལ་རག་བཞག་པ་དེ་ཚོ་མི་མང་གིས་མཁྱེན་དགོས་རེད་གྲོས་ཚོགས་ཀྱིས་མཁྱེན་དགོས་རེད། དེར་མ་གཏོགས་འདི་གསང་དགོས་ཡག་གི་སྡེ་ཚན་གཅིག་ལ་ངས་ཀྱི་ཐོབ་གི་མི་འདུག་ད་ཡིན་ན་ཡང་ད་འདི་གསང་སྟངས་དེ་ལ་བལྟས་ན་དེ་ཟིག་ཅིག་ངོ་ནས་ད་འདི་ཡང་མཚང་འདྲ་བོ་ཞིག་ཆགས་འགྲོ་གི་མེད་དོ་བསམ་ཚུལ་འདྲ་ཞིག་དྲན་སོང་དེ་ཡིན་ན་ངས་ཀྱི་ཐོག་མའི་ཀུན་སློང་གི་ངོས་ནས་མཚང་འདྲ་ཡག་གི་བྱ་ར་ཅིག་མེད། དངོས་ཡོད་གནས་ཚུལ་གྱི་ཆ་ནས་ང་ཚོ་དེ་གངས་རི་ཞིག་རེད་དེ་དཔལ་འབྱོར་སྤྱི་ཚོགས་ཡར་རྒྱས་ཐེབས་ཚར་ལ་དེ་ད་འདིའི་ཆ་ལ་ང་རང་ཚོ་གི་བོད་མིའི་གི་སྒྲིག་འཛུགས་དེ

ལས་ཁུངས་ཡོད་ན་རེད་ག་ཤར་ངོས་ནས་དཀའ་སྡུག་མ་རེད་དེ། ང་ཚོའི་ལི་ཐུང་གི་སྒང་ལ། གནད་འགག་ཆེན་པོ་ཞོག་ཅིག་ཡོག་ཙང་དེའི་གི་འགོ་ནི་ཞིག་དེ་པ་ཞིག་ཆགས་དེ་ཡོག་ཤེ་ཡ་ཅིག་དེ་ཡིན། དེ་རིང་ད་ལྟ་དཔར་འབྱོར་བཀའ་བློན་མཆོག་གི། གུ་རུ་སྤྱི་འཐུས་གཅིག་གི་བཀའ་ལན་དུ་འབྲེལ་བའི་ཐོག་ནས། ད་ང་ཚོ་གི་བོད་གཞུང་གམ་པུ་ཏར་སྡེ་ཚན་གྱི་འབྲེལ་བའི་ཐོག་ནས་གི་ལེགས་སྐྱེས་ཀྱི་གྲངས་ཀ་དང་དེ་ཚོ་གསུངས་སོང། དེ་དྲང་མོ་བཤད་ན་ང་དེ་ལ་བློ་ཕམ་ཆེན་པོ་ཡོག། རྒྱུ་མཚན་གར་བྱས་ནས་ལགས་ན། དང་འདིའི་དུས་ཚོད་ལ། ཚན་རིག་དང་ལག་རྩལ་གློག་ཀླད་འདིའི་གི་ཐོག་ནས་ང་ཚོ་གི་སྤྱི་ཚོགས་དུ་གནས་དགོས་གོ། བཅུ་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གོ་བརྒྱད་ནས་བྱས་ནས་ད་ལྟ་གི་གནས་སྟངས་འདིར་ཡོང་ན་ལས་བྱེད་ངེད་ཀྱི་ཚོགས་པ་ཅན་སྔོན་མ་མང་ང་གནས་སྟངས་འདྲ་བོ་ཞིག་ཡོད་རེད། ད་ད་འདི་ཆ་ལ་འདི་འདྲའི་ཞིག་མ་གཏོགས་ཡོད་མ་རེད་འདི་དང་འདྲ་བའི་གནས་སྟངས་གི་ཐོག་ནས་འགྲོ་སོང་མང་ཞིག་ང་ཚོ་གི་དེ་མིན་ས་གི་སྡེ་ཚན་ཅིག་ལ་དང་པོ་རེད་དེ་མ་འགྲིག་རི་ཁའི་གཞི་རིམ་མེད་དེ། ཡིན་ན་ཡང། ད་ལྟ་དཔལ་འབྱོར་ལས་ཁུངས་ཀྱི་ད་ལྟ་ཁྱབ་ཁོངས་ཆགས་བསྡད་པའི་གི་བོད་གཞུང་ཀམ་པུ་ཏར་སྡེ་ཚན་འདི་ལ་དཔལ་འབྱོར་གྱི་མཐུན་རྐྱེན་འདང་ངེས་ཞིག་ཡོད་ན། དེ་ག་ཚོད་ང་ཚོ་བོད་གཞུང་གི་ངོས་ནས་ཤེས་རིག་ལས་ཁུངས་ངོས་ནས་ལོ་རེ་རེ་ལ་ཁོ་ཟུར་བཅོས་ཀྱི་བསམ་པ་བཞག་ནས་ང་ཚོ་སློབ་ལས་སྒང་ལ་ཆེད་ལས་ཀྱི་མང་པོ་ཐོན་གོ་རེ་བྱེད་ད་འདི་ཚོ་ཚང་མ་ལ་ས་མིག་བསྐྲུན་ཐུབ་དང་མི་ཐུབ་གནས་སྟངས་དེ་དཔལ་འབྱོར་ལ་རག་ལས་དེ་འདྲ་ཡིན་ཏེ། ད་ལྟ་འདི་གནས་སྟངས་ལ་ང་རང་གི་སེམས་ཚོར་དེ། རི་བོང་གནམ་རྡིབ་ཀྱི་སེམས་ཁྲལ་ཡིན་འགྲོ་སྟེ། ཡིན་ན་ང་ཚོ་གི Computer སྡེ་ཚན་གྱི་མི་ཤག་གི་ཐོག་ནས་འཐེན་འཁྱེར་སྦྱར་མ་ཐུབ། འགྲོ་སོང་གི་ཐོག་ནས་འཐེན་འཁྱེར་སྦྱར་མ་ཐུབ། དེ་སྡེ་ཚན་དེ་ཡང་ཡ་དང་མ་དང་ཁོ་རྦད་དེ་ཅིག་དཀའ་ལས་ཁག་པོ་འདྲ་བོ་ཞིག་གི་གནས་སྟངས་འདྲ་ཞིག་མ་ཐོབ་པའི་ཞོར་ཅིག་བཟོ་གི་མི་འདུག་དེ་ང་སེམས་ཁྲལ་ཡོད། ད་ཡིན་ན་དེ་ང་གཅིག་པུ་རེད་མ་གཏོགས་ཕལ་ཆེར་ར་བ་འདི་ནང་ཡོད་མདོག་ཁག་པོ་མ་རེད་དེ། འདི་ང་རང་ཚོའི་ངོས་ནས་བྱེད་དགོས་ཀྱི་ཡོད་པ། བྱེད་ཐུབ་ཀྱི་ཡོད་པ། དེ་ནི་ཡིན་གཅིག་མིན་གཅིག་གི་ཕྱི་ལོགས་ཤིག་ལ། འགྲོ་སོང་ཕོན་ཆེན་པོ་ཞིག་ག་རོལ་ག་རོལ་ཅན་བཏང་སྟེ་དགོས་མ་ཡིན་པའི་དེའི་འགྲོ་སོང་དེ་ང་རང་ཚོའི་སྡེ་ཚན་འདིའི་ནང་ལ་བཏང་ན་ཡང། བཏང་མ་ཐུབ་པ་མ་རེད། དེ་གི་མི་སྐྱ་དེ་ཚོ་ཕྱི་ལོགས་བྱེད་ཐུབ་ཉིན་དེ་ང་ཚོའི་འདི་ལ་བྱེད་མ་ཐུབ་པ་ཡོད་མ་རེད་བྱས་ཙང་འདི་ནས་ཡིན་དེ། འདི་ཚོའི་གྲས་དུ་གཅིག་གི། ཁ་ཕྱོགས་འདྲ་དེ་ད་སྔོན་མ་བཞིན་པར་འདི་ཚོགས་ཆོག་ཚིག་གཅིག་ལོང་དྲགས་ན། གཅིག་དགུ་པའི་ལྷ་དེ་ནག་པོ་ཞབས་མི་དགུ་ཁྲག་ལ་ཀ་ཀ་སོད་སོད་སྔོ་བ་དེ་འདྲའི་སྒྲོམ་ལ་གནས་ཆུང་གི་ལུང་སྟོན་དེ་འདྲ་ཡོད་རེད་ཆེད་དུ་དེ་སོགས་གྲོགས་ཀྱིས་ཅིག་བྱས་ན་ཆགས་མེད་གྲོགས་བསམ་བསམ་གིས་ང་རང་ལ་མྱོང་ཚོར་དུ་བྱུང་སོང་ཆེད་དུ་ཡིན་ན་ད་ལྟ་ཅིག་ཤེས་བཞག་ན་གྲོས་ཚོགས་ར་བ་དེའི་ནང་ལ་རེད་དེ་ཚང་མ་དེ་གསལ་བོ་ཞིག་ཆགས་གི་སྲིད་པ་ན་གང་ལྟར་དེ་འདྲའི་ཞིག་གི་གནས་ཚུལ་ཞིག་འདུག་བསམ་བསམ་ཞིག་གི་ཚོར་སྣང་གི་ཐོག་ནས་དེ་ཤེས་བཞག་པ་ཞིག་ཡིན་དེ་སྐྱོན་བརྗོད་མཁན་མེད་ལྷག་པར་དུ་ཚང་བྲིས་པ་དེ་འདྲ་གང་ཡང་མིན་དེ་ཡིན་ན་གནས་སྟངས་ཐོག་དེ་རེད། དེ་ནི་ང་ཚོའི་གནས་སྟངས་གཅིག་ལ་དཔལ་ལྡན་དཔལ་འབྱོར་ག་ལོ་མཆོག་གི་རེད་ད་ལས་དོན་ཁ་ཤས་གང་ང་ཚོས་ངེས་པར་དུ་བསམ་དགོས་བོད་རྒྱ་ཞི་མོར་གི་ལས་དོན་གང་ལ་ག་རེ་རེད་ག་རེ་རེད་དེ་འདྲའི་ལབ་ན་ཤེས་བ་དེ་ཡོད་རེད་ཡིན་ན་ཡོངས་སུ་རྫོགས་པ་ལ་དེ་འདྲའི་ཅི་ནས་གྲོས་ཚོགས་གི་དཔལ་འབྱོར་དང་འབྲེལ་བའི་སྒང་ནས་བཤད་ཉན་མ་རེད་དེ་འདྲ་དེ་འདྲ་མང་པོ་ཤོད་ཅིག་གསུང་ཧ་ཡིན་ན་ད་ལྟ་དེ་མི་འདུག་བསམ་ད་ད་ལྟ་འདིའི་གནས་ཚུལ་དེ་ང་ཚོས་གིས་གོ་སོང་ནས། དཔལ་འབྱོར་གྱི་ཐོག་ལ་རྒྱ་གར་གཞུང་གིས་ང་ཚོས་མ་ཤེས་པ་ཞིག་ང་ཚོས་དེ་ནང་ཤེས་བཞག་ན་མ་གཏོགས་རྒྱ་གར་གཞུང་མ་ཤེས་པ་ག་རེ་ཡོད་རེད་ད་ལྟའི་དུས་སྤྱི་ཚོགས་ཡར་རྒྱས་ཐེབས་རྩ་འབྲེལ་ཡོད་དུས་དང་ནས་ད་ལྟ་འདི་ཚོའི་གྲས་དུ་སྐད་ཆ་ཐོས་པ་ཡང་སྤྱི་ཚོགས་ནང་ལ་ཉན་ཡོང་དུས་བསམ་པ་ལ་ནི་མི་མང་པོ་ཞིག་ད་དངོས་གནས་གསང་བ་ཚང་མ་སྔོག་འགྲོ་གི་འདུག་བསམ་བསམ་གྱི་ཚོར་བ་ཞིག་སླེབས་ཡག་གི་ཆེད་དུ་ཟེར་རེད་མ་གཏོགས་དོན་དངོས་པོ་ཐོག་ནས་སྤྱི་ཚོགས་ཡར་རྒྱས་ཐེབས་རྩ་གི་ནང་ལ་གསང་བ་རྐང་གཅིག་ཡོང་ཡག་གི་ལམ་ཁ་ཡོད་མ་རེད་བར་དུ་སྲིད་སྐྱོང་མཆོག་གིས་སྔོན་མ་ནས་ཕྱི་གསལ་ནང་གསལ་གསུངས་བཞག་པའི་སྡེ་ཚན་འདི་ཚོད་འབྲེལ་བྱས་མ་ཐུབ་པའི་རྩ་བ་ཉིད་མ་རེད་ཁྱེད་ཚོ་དེ་བསྐྱར་དུ་ནན་པོ་བྱས་ནས་བཤད་འདོད། དེ་ནས་བཀུར་འོས་སྤྱི་འཐུས་གཞན་པ་གཅིག་དེ་འདྲ་གོ་གཉིས་པ་ཞེས་ནས་བསྔགས་བརྗོད་གནང་བ་རེད་ད་འདི་ཚང་མ་ལ་དཀའ་ལས་བརྒྱབ་ནས་བྱུང་བ་རེད་ཞེས་ཞུ་ཡ་ཡིན། ཨ་ནི་ཐེབས་རྩ་ཡིན་པ། མཁྱེན་གྱི་ཡོད། ཁྲིམས་ཀྱི་མདུན་དུ་ཡང་ག་རེ་ཆགས་ཀྱི་ཡོད་པ་དེ་ཚོའི་ཤེས་ཀྱི་ཡོད། ཚང་དྲུག་གི་མའི་གསུང་ཚིག་ཚང་མ་མཁྱེན་གྱི་ཡོད་པ་ཡིན་ན་དྲི་བ་བཏང་དགོས་ཡ་མི་འདུག་བ་སེམས་བཟང་འདྲ་བོ་བྱེད། དྲན་སོ་ད་རིང་ནས་བྱ་བ་གལ་མི་འདུག་ཁོ་དྲི་བ་བཏང་བ་རེད། དོན་དག་ང་ཚོས་ག་རེ་ཞུ་གི་ཡོད་རེད་ཟེར་ན་ད་ལྟ་ང་ཚོ་ཐབས་ལམ་གཞན་པ་དེ་བསྟེན་ནས་བསྡད་ཡོད་རེད་ངས་ལན་དེ་ཞུ་བ་ནང་བཞིན་བྱས་ནས། ཐབས་ལམ་གཞན་པ་དེ་བསྟེན་པ་དེ་ཡང་ང་ཚོའི་ཁྲིམས་མཐུན་ལ་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་ནས་ཁོ་ནོར་དང་བཟོ་ངན་བྱིན་པ་ཡིན་ན་བཟོ་མ་ཆོག་དེ་འདྲས་ཡང་མ་རེད་བསམ་ཚར་འདུག་ཡོད་རེད་དེ་བསམ་པ་ང་ཚོ་ང་རང་ཚོའི་ནང་ལོག་ལས་ཡར་ཕར་ཐབས་ལམ་དེ་བསྟེན་དགོས་ཡ་དེ་བསྟེན་ད་ལྟ་བར་དུ་གནས་ཚུལ་མེད་པ་དང་མ་འོངས་པ་ཡིན་ནའི་དེ་ད་ད་ལྟ་དཀའ་ངལ་མ་འཕྲད་ཡ་ལས་ཡར་ག་རེ་བྱེད་དགོས་དགོས་མེད་ད་ལྟ་ཡང་ང་ཚོ་མུ་མཐུད་ནས་སྐད་ཆ་བཤད་ནས་བསྡད་ཡོད་ག་རེ་ཟེར་ན་ཐེབས་རྩལ་གྱི་དངུལ་དེ་བུ་ལོན་གྱི་ངོ་བོ་ཐོག་ལ་བཏང་ཆོག་གི་ཡོད་མ་རེད

ཐབས་ལམ་བཏོན་ནས་འགྲོ་བསྡད་ཀྱི་ཡག་རེད་བྱས་ཙང་དེ་འདྲའི་ཅིག་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ད་འདི་ལ་ཡང་འདི་ལ་རྦད་དེ་ཕྱི་གསལ་ནང་གསལ་བྱེད་དགོས་ཕྱི་གསལ་ནང་གསལ་བྱེད་དགོས་ཀྱི་ཡོད་རེད་བྱེད་དགོས་ཀྱི་ཡོད་པས་སོང་ཙང་བཀའ་ཤག་སྐབས་འདི་གི་དུས་ཡུན་ལ་ཁ་ཆེན་སྔོན་རྩིས་ཀྱི་འདི་སྐབས་ལས་ཞུས་བ་ཡིན་སྤྱི་ཡོངས་ཀྱི་བགྲོ་གླེང་ལ། བཀའ་ཤག་འདི་གི་དུས་ཡུན་འདི་ཡང་དཔལ་འབྱོར་ལས་ཁུངས་ཕྱི་གསལ་ནང་གསལ་མང་ཤོས་བྱས་ཡོད་རེད་དེ་ངས་བསྡུར་ན་ད་བོད་མི་བཙན་བྱོལ་བོད་མི་བཙུགས་བ་ནས་བྱས་ནས་སྒྲིག་འཛུགས་བཙུགས་བ་ནས་བྱས་ནས། བསྡུར་གནང་དང། མ་དངུལ་གྱི་གནས་བབ་ལོ་ཉི་ཤུ་གྱི་སྙན་ཐོ་བཏོན་པ་རེད། དཔལ་འབྱོར་གྱི་གནས་བབ་ལོ་ཉི་ཤུ་གྱི་བཏོན་པ་རེད། ད་ལྟའི་གི་དཔེ་མཚོན་དཔལ་འབྱོར་བཀའ་བློན་གྱི་གཏམ་བཤད་འདིའི་ནང་ལོ་འདས་པའི་ལོ་ཉི་ཤུ་གྱི་དངོས་ཟོང་ག་རེ་ཕྱིན་ཡོད་མེད་དེ་གའི་བཏོན་པ་རེད། ད་ཡིན་ནའི་ཡོང་འབབ་དེ་ང་ཚོ་ཞིག་ལ་ཞུ་གི་ཡོད་མ་རེད། དེའི་ནང་ལོ་རྩིས་འགོ་འཁྱེར་སྟངས་ལ་ཡིན་པ་ཡིན་ནའི་བཀའ་ཤག་གི་ཐབས་ཤེས་སུ་བྱས་ནས་ང་ཚོ་སྦུ་གུ་ཅིག་བཞག་ཞེས་པ་དེ་བཞག་དགོས་པའི་རྒྱུ་མཚན་ཡོད་རེད། དེ་ཡིན་དུས་ས་མ་ལི་ཡང་ཡོང་འབབ་དེ་ཞུ་གི་ཡོད་མ་རེད་མ་གཏོགས་ཅིག་གིས་སྟོང་པར་གཏོང་ས་དེ་ག་དེ་ཆ་ཚང་ཅིག་གྲོས་ཚོགས་དེ་ནས་བཀའ་ཁྲི་ཞུ་འགྲོ་གི་ཡོད་རེད་མ་གཏོགས་ཅིག་གིས་གྲོས་ཚོགས་དེ་ནས་བཀའ་ཁྲི་མ་ཞུ་བའི་འགྲོ་སོང་བཏང་ས་ཁོ་ན་མེད་པ། དེ་ང་ཚང་མ་ལ་བ་གོས་ཆེན་ཆེན་པ་རེད་ཡིན་ནའི་ག་ཤེད་ལ་གནད་འགག་འདྲ་ཡོད་པ་ཡིན་ན་དེ་ཞུ་གི་ཡོད་གནད་འགག་དེ་ཞུ་བའི་སྐབས་སུ་ཨོ་ད་ཡང་དེ་གསང་སྟངས་འདིར་བལྟས་པ་ཡིན་ན་དོགས་པ་ཅིག་བསླང་ཡོང་གི་འདུག་ཟེར་ཡང་ཡང་བསྐྱར་ཡང་བསྐྱར་དོགས་པ་བསླང་ཡང་བསྐྱར་ཡང་བསྐྱར་དོགས་པ་བསླང་དེ་མང་ཚོགས་ལས་དོགས་པ་བསླང་ཨ་མང་པོ་ཅིག་གྲོས་ཚོགས་འདི་དོགས་པ་བསླང་ས་མ་རེད་བ་ང་ཚོ་གྲོས་ཚོགས་འདི་གསང་པོ་བཟོས་ས་རེད་མི་མང་ནང་ལོག་ལ་ཡིན་ནའི་གནས་ཚུལ་གསལ་པོ་དང་གསང་པོ་ཡོང་ཡག་གི་ཆེད་དུ་རེད་དེ་ཡིན་དུས་ཚང་མ་ད་ཕ་ཆེ་ད་ལྟ་དེ་ནས་ད་གཤེ་བོ་ཆགས་དགོས་ཡས་ཀྱི་གནས་སྟངས་རེད། དོགས་པ་ཡང་ཅན་བསླང་དགོས་ཡས་ཀྱི་གནས་སྟངས་ཚད་བ་ཅི་ནས་མེད་འདི་སྐོར་ལ་བཀའ་མོལ་མང་པོ་ཞུ་བྱུང་ཚར་རེད་མ་བྱུང་བ་དེ་འདྲའི་གང་ཡང་མ་རེད་འདུག་ཟེར། དེ་ནས་ཀོ་བི་རུ་སྡེ་ཚན་ནང་ལ་ཡང་ལས་བྱེད་གདམ་སྟངས་དང་དེ་ཚོ་སྐོར་ལ་ཡང་དགོངས་ཚུལ་ཅིག་གསུང་བ་རེད། ད་དོན་དག་ག་རེ་གསུང་དགོས་རེད་ཟེར་ན་དཔལ་འབྱོར་ནི་དབུ་མཐུན་རྐྱེན་འདང་ངེས་བྱ་དགོས་ཡས་མ་རེད། ར། མིའི་མཐུན་རྐྱེན་སྦྱར་ཐུབ་ཀྱི་ཡོད་མ་རེད། དཔལ་འབྱོར་གྱི་མཐུན་རྐྱེན་སྦྱར་གྱི་ཡོད་མ་རེད། དེ་བྱས་ཙང་ཨ་ནི་ཁོ་བོས་ར་སྡེ་ཚན་དེ་དག་ཚད་ལྡན་ཡོང་གི་མེད་པའི་གནས་སྟངས་འདྲ་བོ་ཅིག་གསུང་གི་ཡོད་རེད། བོད་མིའི་སྒྲིག་འཛུགས་ཀྱིས་ཀམ་པུའུ་ཏར་སྡེ་ཚན་ནང་ལོགས་ལ་ས་མིག་བཟོས་བཞག་ཡོད། ད་ལྟ་ཀམ་པུའུ་ཏར་སྡེ་ཚན་ལ་ཡང་ཆེད་ལས་སྤེལ་གྱི་ཡིག་རྩིས་བཏང་ཡང་རག་གི་ཡོད་མ་རེད། དེས་ན་ཤིང་གི་དཔྱད་ཞིབ་ལས་དཔྱད་ཞིབ་ལ་ས་མིག་བཟོ་ཡོད་རེད། དཔྱད་ཞིབ་ཀྱི་རྒྱབ་ལྗོངས་ཡོད་མཁན་ཡིག་ཆ་གཏང་མཁན་རག་དགོས་པ་མ་རེད། དེ་དངོས་ཡོད་གནས་ཚུལ་རེད། དངོས་ཡོད་གནས་ཚུལ་གཞན་པ་ཅིག་དེ་ཁ་ཚོན་ཞུ་བ་ནང་བཞིན་བྱས་ནས་ཀོམ་པུའུ་ཏར་སྒང་ལ་ཡང་དངོས་གནས་དྲ་གནས་ཀྱི་སློབ་སྦྱོང་ཡག་པོ་ཡོད་མཁན་དེ་འདྲ་ཡོད་པ་ཡིན་ན་བོད་མིའི་སྒྲིག་འཛུགས་ལས་ཕྱི་ལོག་ལས་ཀ་བྱ་འགྲོ་ན་རྦད་དེ་གླ་ཆ་འདྲ་གི་མ་རེད། བོད་མི་ནི་རིག་གཟུགས་ནང་ལས་ཀ་བྱེད་ཁ་ཡོང་ངས་ད་ལྟ་ལས་ཀ་བྱེད་མཁན་ཚོ་ནས་སོ་སོ Computer ཡག་པོ་ཡོད་ཕྱི་ལོག་ལ་ཕར་ཕྱིན་པ་ཡིན་ན་གླ་ཆ་མང་པོ་ཡོད་ནས་གླ་ཆ་མང་པོ་རག་ཐུ་ཡ་ཡོད་མཁན་ཚོ་ད་ལྟ་བོད་མི་འདི་ཚོ་ནང་མུ་འཐུད་ནས་ལས་ཀ་བྱས་བསྡད་ཡོད་ང་རང་ཡག་པོ་རེད་བཞིན་ད་གེ་ཀུ་རེ་ཅི་ཏི་ཅིག་གསུངས་སོང། ཁྱེད་ལས་པ་ཡོད་བསྡད་པ་དེ་ག་དེ་ང་ཚོ་བདག་པོ་རྒྱག་པ་ཡ་དེ་གལ་ཆེན་པོ་རེད་དེ Computer སྡེ་ཚན་གཅིག་པོ་མ་རེད་བོད་མི་འདི་ཚོ་གི་སྡེ་ཚན་ནང་ལོག་ལ་ཁྱེད་ལས་ཀྱི་སྡེ་ཚན་མང་པོ་ཡོད་རེད། དེ་གས་དེ་ང་ཚོའི་གི་གསོལ་ཕོགས་དང་ངས་ཕུལ་ཐུབ་ཀི་ཡོད་མ་རེད་ཡ་མེད་ན་ང་ཚོ་མ་འོངས་པ་ཁེ་ལས་པ་དེ་ཚོ་སོ་སོའི་ཤེས་ཡོན་དང་འཇོན་ཐང་དཔག་པའི་གི་ང་ཚོ་སོས་པོ་ཨོ་སྲིད་སྐྱོང་གི་གླ་ཆ་ལས་ཐར་བ་འགྲོ་ཆོག་གི་མ་རེད་ཁྲིམས་ཞིབ་པ་ཆེ་ཡ་ལས་གླ་ཆ་ལས་འགྲོ་ཐར་བ་འགྲོ་ཆོག་གི་མ་རེད་ཟེར་དེ་འདྲ་མ་ཡིན་པ། མིའི་སོ་སོ་སོའི་གི་ཤེས་ཡོན་དང་ནུས་པ་ལ་དཔག་པའི་གི་ཨ་རེ་དེ་ལ་དཔག་པའི་གི་སོས་པོ་ཕུལ་ཐང་དེ་ཚོ་བཟོ་ཐུབ་བ་འགྲོ་བྱིན་ན་འབུམ་གཅིག་གཉིས་གསུམ་བཞིས་ད་བ་ལ་ཕུལ་གོ་བྱུང་གོ་ཡོད་ནས་མི་འཇོན་ཐང་ཡོད་བ་ཡིན་ན་དེ་ནུས་པ་སྟོན་ཐུབ་གི་རེད་བ་དེ་ལ་དཔག་པའི་གི་ཕུལ་ཐུབ་ཡ་དེ་འདྲ་ག་ཚོད་བཟོ་ཐུབ་གི་ཡོད་བཟོ་ཐུབ་ཡ་གི་ལང་ཀ་ཅིག་སྟོན་ཐུབ་བ་ཡིན་ན་ཨ་མ་འོང་པ་ང་ཚོ་དེ་ཚོ་ཡིན་ནས་ཉར་ཚགས་བྱེད་ཐུབ་གི་རེད། ད་ལྟ་ཡོད་བསྡད་པ་དེ་གའི་སྟེང་ནས་ལྷག་བསམ་རང་གིས་བསྡད་ཡོད་རེད་བསམ་གི་ཡོད། ང་རང་གིས་རེ་བ་འདྲ་བོ་དེ་དེ་ཞུ་དགོས་ཡོད་ད་ལྟ་དེ་ཞུ་དེ་སྔ་དེ་གའི་གསོལ་ཕོགས་དེ་ག་ཟིན་ཡོད་མ་རེད་ང་ཚོ་གསོལ་ཕོགས་སོ་སོ་སོའི་གི་གནས་རིམ་གང་ཡིན་པ་དེ་མ་གཏོགས་ཅིག་གི་ཕུལ་ཐུག་གི་ཡོད་མ་རེད་མཐུན་རྐྱེན་གཞན་པ་ཡིན་ནའི་དེ་གཅིག་པ་གཅིག་རྐྱང་རེད་མ་གཏོགས་ཅིག་གི་དེ་བ་ཕུལ་ཐུག་གི་ཡོད་མ་རེད་དེ་ད་ལྟའི་སྒྲིག་འཛུགས་དེ་ན་ནས་ཡང་ཨུ་ཚུགས་རྒྱག་ནས་ཞུ་ཡོད་དེ། ཨ་རི་བོད་མི་རྩ་དོན་ནས་ཡང། ལྷག་བསམ་ཡོད་པའི་རྒྱུ་མཚན་གཏན་ནས་ཡོད་རེད་བསམ་གི་ཡོད། ད་ད་ལྟ་གསར་པ་དེ་མང་པོ་ཞིག་རག་གི་མེད་དུས་བཀའ་ཤག་ནང་ལོག་ལ་ཁ་ཆེ་ངེ་མ་ཀ་མེད་ཞུ་ག་དུ་ཞུ་བ་ཡིན། ག་དེ་གྲོས་ཚོགས་ལ་སྙན་སང་ཞུ་བ་ཡིན། ད་ལས་བྱེད་དགོས་མཁོ་ཡོད་པ་དེ་ང་ཚོ་ཉག། གཞན་པ་ལས་ཀ་དེ་གས་ཚང་མ་ལོག་ང་ཚོས་གི་སྙན་ཆས་བཟོ་ག་ཡས་དང་ལས་ཀ་མང་པོ་ཞུ་མགོ་རེད་གྲོས་ཚོགས་ད་ག་རང་ནས་བཀའ་གྲོས་ཞུ་ནས་ལོ་མང་པོ་སྙན་ཆས་བཀའ་གྲོས་ཞུ་བསྡད་པ་རེད། ར་དེ་གས་ཚང་མ་ལོག་ང་ཚོ་ཕྱི་ལ་སྦོ་མ་ཅང་ཅང་བཏང་དེ་གས་ཡ་རེད་ད་ད། དེ་ཡིན་དུས་བསམ་པ་ལ་ཀོམ་པུ་ཏར་སྡེ་ཚན་རང་ནས་བྱེད་ཐུ་ཨེ་ཡོད་ཡོད་པ་ཡིན་ན་ཡིན་དང་ཡིན། ཐེངས་གཅིག་ལས་གཞི་མང་པོ་ཡོང་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཀོམ་པུ་ཏར་སྡེ་ཚན་ནང་ལོགས་ལ་ཡང་ང་ཚོ་གཏན་འཇགས་ལས་བྱེད་མང་པོ་ཞུགས་བཅུག་པ་ཡིན་ན། ལས་གཞི་དེ་ཚར་བའི་རྗེས་ལ་ཡང་ལས་བྱེད་ཚོ་ག་རེ་བྱེད་དགོས་རེད། དེའི་བསམ་བཏང་དགོས་ཀྱི་ཡོད། བོད་མིའི་སྒྲིག་འཛུགས་ནང་ལ་ཡང་བཅུག་ཚར་དུས་བསམ་པ་ཨ་ནི། ངོ་བོ་ག་རེ་ག་རེ་ལ་བཅུག་དགོས་ཀྱི་ཡོད་དང་མེད་དང་དེ་ཚོ་རྣམ་པ་ཚོ་ཕྱིན་ཅི་མ་རུང་བ། ད་ལྟ་ཡིན་པ་ཡིན་ནའི་ང་ཚོ་སྤྱོད་མཁན་གྱི་ལྐོ་ས་དེ་ཁང་ཚ་བཞག་བཞིན་གསུང་གི་ཡོད་རེད་དེ་ཡིན་དུས་ཚབ་པ། ལས་བྱེད་གསར་པ་བསྐོ་ས་གི་ལང་ཀ་དེ་ད་ལྟ་དཀའ་ངལ་འཕྲད་བསྡད་ཡོད་རེད་ཁ་ཆེ་ངས་ཞུ་ན་བཞིན་བྱས་ནས་དེ་མགོ་ལྷད་ང་ལས་ང་ཚོ་རྗེས་ལ་བཀའ་མོལ་ཞུས་ནས་དེ་གའི་ཚང་མ་ལོ་ང་ཚོ་སང་བྱས་འགྲོ་གི་ཡིན། ཨོ་དེ་གི་གནས་སྟངས་དེ་དེ་འདྲས་འདྲ་བོ་ཅིག་རེད་ད་ལྟ་ཡོད་བསྡད་པ་དེ་གའི་དེ་ང་ཚོའི་མཐུན་རྐྱེན་སྦྱར་ཡ་མ་ད་ལྟ་ཡོད་ས་མིག་ཡོད་པ་རེད་གསོལ་པོ་ཡོད་པ་རེད་ས་མིག་རྐང་ཐུག་བ་ཡིན་ན་འདི་ཡོད་པ་རེད་མ་གཏོགས་ཕྱི་རྒྱལ་བོད་མིའི་སྒྲིག་འཛུགས་ཀྱི Computer སྡེ་ཚན་ནང་ལོགས་ལ་ཡང་དངུལ་ག་ཚོད་ཐོན་མཁན་མ་འཆར་ཆེད་ད་ནི་འཐུས་ཤོར་འགྲོ་གི་ཡོད་པའི་རྣམ་པ་དེ་སྟོན་པ་ཡིན་ན་དེ་ཏག་ཏག་བསྡད་ཀྱི་མ་རེད། འོ་འདི་ཅིག་གསལ་པོ་བྱས་ནས་ཞུས་ན་བསམས་སོང། ད་ལྟ་ཡིན་པ་ཡིན་ནའི Computer སྡེ་ཚན་ལ་ཡང་སྲིད་ཇུས་ག་ཅིག་སྐོར་ལ་དཀའ་མོལ་བྱུང་བ་རེད IT Policy སྐོར་ལ་དཀའ་མོལ་བྱུང་བ་རེད་ད AI སླེབས་ཚར་བ་རེད IT སྒང་ལ AI སྦྱར་ནས་སྲིད་ཇུས་བཟོ་དགོས་ཡ་ལ་མཚོན་པའི་གི་ཕྱི་དྲིལ་ལས་ཁུངས་ཀྱི་ད་ལྟ Strategic Communication གིས་ཁོ་ཚོ་ལ་ལྟོས་ལྟོས་འབྲེལ་བ་ཆགས་འགྲོ་གི་རེད་ད་ཁ་ཟེར་དེ་མ་ང་ད་ལྟ་སྲིད་ཇུས་ཉམས་ཞིབ་ཁང་འབྲེལ་བ་ཆགས་ཡོད་དེ་ཡིན་ན Computer སྡེ་ཚན་ལས་འབྲེལ་བ་ཆགས་ཡོད་ད་དུས་ཚང་མ་ལོ་ང་རོ་ཁག་ཚོ་འབྲེལ་བ་བྱེད་ཀྱི་འདུག་པ་གང་ཡོད་པ་དེ་གས་ཚང་མ་ལོ་དཔུང་བྱས་ཨེ་ནི། འདི་གང་ལ་ཡང་འགྲོ་བསྡད་ཀྱི་ཡོད་མཐུན་རྐྱེན་མ་སྦྱར་བ་དང་མཐུན་རྐྱེན། སྨྲ་ཡོད་དེ་འདྲའི་རྩ་བ་ཉིད་ནས་མ་རེད། ཨ་ནི་ངས་རྩ་བ་ཉིད་ནས་བཤད་ཆོག་གོ་མ་རྟང་དེ་འདྲའི་སྐད་ཆ་མ་རེད་ག་རེ་གསུང་དགོས་ཀི་འདུག་ག་རེ་གསུང་དགོས་ཀི་མི་འདུག་དེ་ཚོ་ལྟས་ཤིག་གནད་འགག་འདྲ་པོ་དེ་སོ་སོ་ངོས་ནས་གཟིགས་པ་ཡིན་ན། དེ་ཚོ་ཐད་ཀར་ང་ཚོར་ནང་དོན་གི་བཀའ་འདྲི་གནང་བ་ཡིན་ན། ཨ་ནི་ང་ཚོ་དོན་དག་རྡོག་རྡོག་དེ་གལ་ཆེ་ཤོས་དེ་གཙང་མ་བཟོ་ཡ་དེ་རེད་བ། དེ་ཡིན་དུས་བསམ་པ་ལི་ཡང་འདུག་སི་ནག་ནང་སྒོར་ཞུགས་མེད་རྩ་བ་ཉིད་ནས་བཤད་ཆོག་གི་མ་རེད་ཚང་མ་ཚང་བ་རེད་ཟེར་ནི་ཞུ་གི་མེད་ཡོངས་སུ་རྫོགས་པ་ཚང་བ་རེད་ཟེར་ནི་ཞུས་མེད།